ཞོག་ཁོག་བསམས་སོ། ཐོག་མར་ང་ཚོས་གསར་འགྱུར་ཉན་སྟངས་ཀྱི་ཐོག་ལ་དགོངས་པ་བཞེས་དགོས་ཡ་བསམ་བློ་བཏང་ཟེར་ན་རེད་ཀུན་སློང་དངུལ་གྱི་བཅུད་ཟེར་ན་རེད། དེ་འདྲའི་གི་ཐོག་ལ་ཨོ་ཚ་བྱེད་ཞོར་གུག་མེད་འགྲོ་བསམས། མང་པོ་བཅས་ཀྱི་གསར་འགྱུར། བའི་སྐབས་དང་ཉལ་བའི་སྐབས་སུ། ལྟ་ལོག་ལྟ་སྟངས་དང་ཉལ་ལོག་ཉལ་སྟངས་དང་འདྲེས་འདྲ་སྟེ། འདྲེས་ཀྱི་མེད་ཡིན་ན་ཡང་གོ་སྟངས་དེ་མ་རག་ཅེས་གོ་བདེ་བས་བཟོ་འདྲ་དེ་འདྲ་རེད་ཀྱི། བསམ་སྦྱོར་བརྒྱུད་ལམ་ནང་ལོགས་ལ། གནས་ཚུལ་གང་ཡང་རུང་བ་ཞིག་དོན་རྐྱེན་གང་ཡང་རུང་བ་ཞིག། ཤེས་པའི་སྐབས་སུ། དངོས་མ་ལན་མང་ཞུ་བ་ནང་གི་སྒྲ་ལོག་ལྔ་གང་ཚང་མཐོ་བ་དེ་ཚང་མཐོ་སྟོབས་ཆེན་ཁོ་ཚོ་ཞུ་གི་ཡོད་རེད། གནས་ཚུལ་འདི་མགོ་མཇུག་ཆ་ཚང་བྱེད་པའི་ཆེད་དུ། དེ་ནས་ད་ལྟའི་ཁའི་གནས་ཚུལ་དེ་འདྲའི་འདྲ་བོ་ཆ་མཚོན་པ་ཡིན་ན། མ་ཤེས་ཡག་ད་ཡོད་མཁན་རེད་ཡང་ཅིག་པ་རེད། ཅེས་བྱས་ཤག་གཉིས་བྱས་ཤག་ཟེར་ཡག་ཅིག་ཡོད་རོགས། ཨོ་དེ། ཚིག་དེའི་གསར་འགྱུར་ནང་ཡོད་བ་ཙམ་གྱིས་གི་གསར་འགྱུར་ཐིག་གི་དེ། རེད་དེ་འདྲ་བྱུང་ཤག་ཟེར་ནས། ལབ་ཡོད་མ་རེད།

དེ་ལྟར་དམ་པའི་ཕྱག་ལས། བསམ་པའི་མང་པོ་བཅས་ཀྱིས། དང་པོ་སྲོག་སྙིང། དཔག་བསམ་གྱི་འདི་འདྲའི་ལག་འདུག། རྒྱ་རག་གི་འདི་འདྲའི་ལག་འདུག་དེ་ཡང་གཞུང་འབྲེལ་གྱི་མི་སྣ་གནད་ཡོད་ཀྱི་མི་སྣ་ཚོས་གང་ལ་བ་དེ་ཁོ་ཚོའི་ལག་འདུག། དེའི་ལག་ཡོད་རེད། དེ་ཚར་བའི་རྗེས་སུ།

གསར་འགོད་པ། ཡུལ་དངོས་ལ་སླེབས་ནས་མིག་མཐོང་ལག་ཟིན་བྱུང་བ་ཡིན་ན། ད་ནི་ཁོ་རང་རང་གི་ཐག་བཅད་པའི་ཐོག་ནས་འགན་ཁུར་བའི་ཐོག་ནས། དེ་འདྲ་རེད་ཤག་དེ་འདྲ་བྱུང་ཤག། ངས་མཐོང་སོང་ངས་མཐོང་སོང་ཟེར་མ་ལ་བ་ཡིན་ན་ནི་པར་དང་སྙིང་གཏམ་འབྲི་ཤེས་རྒྱག་ཡོང་དགོས་པ། དེ་ལྟར་ང་ཚོ་མང་པོ་བཅས་ཀྱིས་གསར་འགྱུར་གྱི་ནང་ལོགས་ལ། Pakistan says རྒྱ་གར India says ཟེར། ཨིན་དྲི་ཡག་འདི་རེད་ལག་གི་འདུག་པར་ས་འདི་རེད་ལག་གི་འདུག་ཟེར། གང་ལ་བའི་ཚིག་དུ་མ་བཀོད་འོང་དུས་ཚིག་དེ་ག་རང། ནི་གསར་འགྱུར་དེའི་ནང་ལོགས་ལ་ཡོད་པ་རྒྱུན་ཆད་དུ་བྱས་ནས་ནི་གསར་འགྱུར་དེའི་ནང་ལོགས་ལ་དེ་འདྲའི་ལག་ཤ་དེ་འདྲའི་རས་ཤ་ཟེར་གྱི་འདུག་བ། འོ་དེས། ངས་གསར་འགྱུར་ལ་གོ་བ་ལེན་སྟངས། གསར་འགྱུར་ངོས་བཟུང་སྟངས་དེ་ད་ལྟ་བསྒྲིགས་ཡོད་མ་རེད། ཁྱེད་ང་ཚོ་བོད་པ་གི་སྲོག་རྒྱུད་ཀྱི་ལམ་ལོ་བཅོས་རེད་དེ་གི་མེད་འགྲོ་བསམ་གི་འདུག་ད་ལྟ་ཁོ་ཚོས India says Pakistan says ཟེར་དེ་ཚོ་དེ་ལུང་འདྲེན་བྱེད་གི་ཡོད་རེད་བ། ང་ཚོ་སྲོག་རྒྱུད་ནང་ལོགས་ལས་ལུང་འདྲེན་ཟེར་དེ་དེ་སོ་སོ་གི་དེར་རེས་ཡིན་པའི་རྒྱུ་མཚན་ལས་ནི་ཁོང་དང་ལོང་དྲངས་ལོང་དུ་དྲངས་ཡོང་དུས། དེ་ལོང་དེ་སོ་སོ་གི་སྐྱེ་ཡ་དེ་ཡིན་པའི་རྒྱུ་མཚན་ལས་བསྒྲགས་ནས་སྐྱུག་པ་འདྲ་བ་ཆག་འདྲ་བོ་ཡོད་ར་བ་དེ་རང་ལོགས་སུ་ཚུར་བསྒྲིགས་ཡོང་གི་ཡོད་ར་བ། འོ་དེ་གའི་བསམ་བློའི་རྨང་གཞི་གི་ཐོག་ནས། དེ་མིག་གི་ལོང་པའི་སྐྱེ་ཚལ་ཚང་མ་དེ་ཁོ་རང་གི་རང་ལོགས་འདྲ་བ་སྐྱེས་དང། ཁས་ལེན་རོགས་ཀྱི་རེད་ཤག་བསམ་ཡོད་ཀྱི། ལྟ་ཚུལ་འདི་ལེགས་མེད་འགྲོ་བསམ་དེ་ཡིན་ན། ནོར་དེ་འདྲས་མ་རེད། གཏམ་སྐད་དག་གི་ཚོམས་ལ་གཞུག་པའི་རྣམ་པ་ལྷན་རྒྱས་ལས་མཚམས་རེ་ཤོད་དང། དྲ་གྲོགས་བཅས་ཀྱིས་ཁ་སང་ངས་བཤད་པའི་སྐད་ཆ་དེ་ཟིན་པ་འདྲ་བོ་འདུག་དྲི་བ་དང། བཀའ་བཅུ་ག་རེ་ཡིན་ཧ་མི་གོ་བ་ཅིག་གིས།

པར་རོ་ནི་རོས་ནི་ཆད་ལ་ཞོག་ནི་མ་ར་བ་དང་མ་ར་བ་རོས་མ་གཏོགས་ལོ་གཅིག་ཡང་མ་ལྷག་པར་ལོ་རོས་ཡིད་མ་ཁྲིད་འདུག་རྟ་ཡི་ལོ་ལ་བབས་ཏེ་ཆད་ཡི་ལོ་ལ་བབས་ཏེ་བག་གི་ལོ་ལ་བབས་ཏེ་ནི་བཙན་པོ་ཀ་བ་གཞོན་ཡོད་མ་དམག་ཀ་བ་སྐྱག་ཡོད་མ་མདོ་ར་ཀ་བ་མཚོ་ཡོད་མ་མདོ་ར་དེང་སང་བྲིས་ནས་གྲུ་ཚོགས་འདྲ་བ་ར་བ་གྲུ་ཚོགས་འདྲ་བ་ག་དུས་ཚོགས་ཡོད་བ་ཀ་བ་ཚོགས་ཡོད་བ་ཐབས་སྐྱོ་ཀ་ར་བྱུང་ཡོད་བ། ཁྲིམས་ལ་སོགས་པ་གསར་པ་ག་རེ་ག་རེ་གཏན་འབེབས་བཟོས་ཡོད་པ། ལོ་དེ་ལས་ནང་ཁུལ་ནས་ཡང་དམག་དཔོན་ལ་སོགས་པ་སུ་སུ་ལ་ཉེས་ཆད་བཅད་ཡོད་པ། སུ་སུ་ཡང་དཔོན་པོ་དགོན་མིང་འཕར་ཡོད་པ། སྐྱ་བོ་དང་བཙུན་མོ་བློན་པོ་ལ་སོགས་པ་སུ་སུ་འདས་གྲོངས་ཕྱིན་ཡོད་པ། སུ་སུ་མནའ་མ་དམག་པ་གསར་བ་ལེན་ཡོད་པ། ཕ་བཙན་པོའི་ཁྱིམ་རྒྱུད་ཀྱི་སྲིང་མོ་ལ་སོགས་པ་སུ་སུ་མནའ་མ་བཏང་ཡོད་པ། དེ་ལོ་རེ་རེ་བཞིན་མར་ལོག་ཚིག་འབྲི་ཡོད་བ། དེ་ལ་དེང་སང་མི་བཙུགས་ཀི། ག་ཅི་དོན་ཅི། ལོག་ཚིག་རེ་མིག་ནས་ཅི་ལ་གོམས་ཏེ། དེ་ལ་དེང་སང་མི་ཚོ་མིང་བཏགས་རྒྱར་ག་རེ་ཟེར་ཁོ་ལོག་ཚིག་གཙོ་བོ་ཅིག་ཤིག་ཡོད་བ། རྒྱལ་མཚན་ལོག་ཚིག་ཅེས་མོས་བོད་ཀྱི་ལོ་རྒྱུས་བཏབ་ཟེར་དེ་ཚོ་དེ་སྙམ་པར་མ་བཞག་གི་བཏབ། དེ་རྗེས་ཀྱི་བོད་ཀྱི་ལོ་རྒྱུས་ཡིན་ན་ཡང་ལོག་ཚིག་མེད་བ་ཅིག་ཕར་སྐྱེལ་ཡོད་མ་རེད། བོད་དང་བྷ་ག་དུ་རྒྱ་གར་གྱི་རྒྱ་རབས་དེ་ཚོ་ནི་རྗེ་ནི་སངས་རྒྱས་ཀྱི་འཁྲུངས་འདས་ཀྱི་ལོ་ཚིགས་ནས་བརྒྱན། ཆུ་འགོ་ག་དུས་བསྐོར་བའི་གི་ཉི་མ་དང་ཞག་མ་དང་ནམ་གྱི་ཆ་སྟོད་སྨད་ཡན་ཆད་ཀྱི་དུས་ནས།

དེ་ག་ནང་གི་མ་འོངས་པ་སྐལ་པ་ཅི་ཅིག་གི་དུས་ལ་སྐལ་པ་དགའ་བདེ་འགྱིང་མ་འགྱིང་དང་སངས་རྒྱས་སུ་བྱོན་མ་བྱོན། ལོ་ཚད་ཀྱི་སྐོར་ལས་ཤེས། པའི་ཡིག་བརྒྱ། དེ་གི་ཁྱབ་ཁོངས་རྒྱ་ཆེ་ཆུང་དྲག་ཏུ་བརྩི་བ་ཡིན་ན། ང་ཚོ་བོད་ནང་གི་ཁག་པོ་ཡིན་རྒྱུ་རེད་བསམ་ཡོད། བོད་སིལ་བུའི་རྗེས་ལ་བོད་ཀྱི་ལོ་རྒྱུས། ཆུང་ཆུང་དེ་ཚོ་ལ་བལྟས་རིགས་ན་ཡང་ལོ་ཚིགས་མེད་མཁན་ཅི་ཡང་ཡོད་མ་རེད། ལོ་ཚིགས་གཙང་མ་གང་མཚུངས་པ་ཡོད་མེད་དེ་ད་མཁས་པ་སོ་སོའི་གི་རྣམ་དཔྱོད་ཀྱི་རྩར་དང་ནུབ་པ་བལྟས་སོ། གོ་བ་ལེན་ལུགས་འདྲ་མི་འདྲ་གི་ཐོག་ནས་ཡོང་གི་ཡོད་རེད་བ། དེ་ང་ཚོ་བོད་སྐྱེ་བོ་གས་མ་རེད་འཛམ་བུ་གླིང་ལ་དེ་སྐྱིད་པ་རེད་བ་སྐྱིད་རྒྱུ་རེད་བལྟས་མཁན་དེ་ལོ་ཚིགས་ཞེ་དྲག་པ་རེ་རེ་ཚ་ལ་བཀོད་ཡོད་སྲིད་བ་རེད་མ་གཏོགས་གི། ཚང་མ་གཅིག་གྱུར་རེ་ལྡན་གྱིས་ནི་ཡོང་མི་སྲིད་པ་རེད། ལྷག་པར་དུ་བོད་ཀྱི་ལོ་རྒྱུས་ཀྱི་ནང་ལོགས་ནས་སྟབས་བདེ་ཆེ་ཤོས་མགོ་ལུས་དད་ལྡན་སྔོན་པོ་དེ་རེད། དེ་གྱི་ནང་ལོགས་ཆ་མཚོན་ན་ཡིན་ན། སངས་རྒྱས་ཁྲོང་ཏེན་ནི་དབྱིན་ཇི་རྒྱ་གར་གྱི་རྒྱ་རུ་ནས་བོད་ཀྱི་རྩེ་ནས་ཧོར་གྱི་རྒྱ་རུ་མེ་ཉག་གི་རྒྱ་རུ། མེ་ཉག་འདི་ཡང་མགོ་ལོག་ནང་ཡོད་ན་མིང་ན་དྲན་གྱི་མི་འདུག་ད། ག་འདྲ་རྒྱ་དཀར་ནག་གི་རྒྱ་རུ་དེ་ཤེས་ཡོད་རུང་དེ་ནས་བོད་ལ་ཐུག་ཡོང་དུས། ལོ་ཚིགས་མ་བགྲང་སྟངས་འདི་ལས། རྣམ་གྲངས་འདྲ་བོ་མང་པོ་ཅིག་ཤེས་ནུས་པ་ཤེས་ཡོད་རུང། གཅོད་དུ་ཁོས་མར་ལོག་ཚད་སྒྲིག་སྟངས་གཅིག་བསྐྱལ། ཡང་མཁས་པ་སོ་སོར་ཁོས་ལོག་ཚད་བསྐྱལ་བསྐྱལ། དེ་ནས་དུས་མཚུངས་སྒྲིག་པ་ཟེར། དུས་མཚུངས་སྒྲིག་པ་དེ་ཧ་ཅང་གི་གོ་བདེ་བོ་དང། ཕྱོགས་མང་པོ་བཅས་ལས་སླ་བོ་དང་སྟབས་བདེ་བའི་ཐོག་ནས་ཁོང་དུ་ཆུད་ཡ་ལེ་དེ་ཡང་དམིགས་བསལ་གྱི་རིམ་གྲོ་འདྲ་བ་གཅིག་རེད། པད་འདྲ་ཕྱག་རྒྱ་བ་ཡིན་ན། ཀརྨ་པ་དུས་གསུམ་ཆེན་པོ་ལོ་འདི་ལ་འཁྲུངས་བ་རེད། འཁྲུངས་ཚད་ཀྱི་ལོ་ཚིགས་དེ་གཏན་ལ་ཕབ་དེ་ཡིན་ལུགས་ཡིན་སྟངས་ཁོང་དང་ལོང་རྒྱབ་བསྟན་འདུག་གི་ཅེས་དེ་ཚ་བ་དང་མཉམ་དུ་ད་དུས་མཚུངས་ག་འདྲས་འདུག་གི་རེད་ཟེར་ན་དེ་ལྟར་དུས་མཚུངས་པ།

ནི་བྱ་ལོ་དེ་ཡང་ཤིང་བྱ་ཡིན་ག་ཆུ་བྱ་ཡིན་ག་མེ་བྱ་ཡིན་ག་རེ་ཡིན་པ་ཚང་མ་ཀོ་ཐོ་ཡག་བླ་མ་གཅིག་གི་འཁྲུངས་འདས་ཀྱི་ལོ་ཚིགས་དེ་ཡི་གེ་ལ་བཞག་ནས་དེ་གི་མི་ཐུབ་དེ་ལས་ཡོད་བསྡད་པའི་གི་དེ་མཁས་པ་དེ་ཚོ་དེ་དེ་ལ་དུས་མཚམས་བསྒྲིགས་ནས།

བོད་ཀྱི། འགྲོ་བ་རེ་གྲོང་ཁྱེར་དག་གི་ཁ་ནས། མར་བལྟས་མོ་ཡོད་ཡིན་ན་ཡར་འཛུགས་ཡོད་ཡིན་ན་ཅེས་དེ་འདྲའི་རི་མོ་ཅིག་བྲིས་ཡོད་རེད། དེ་གི་བརྗོད་བྱ་དེ་སྐྱར་མིན་པ་རེད། ཁོ་རང་ལ་དྲི་བ་ནང་བཞིན་ཅིག་ཡོད་རེད་ཟེར་ན། ཁ་ཡོང་གི་མི་ཡོང་གི་ཁ་ཆེན་པོ་ཆག་ཚིག་འདི་འགའི་ཁྱེད་ཀྱི་སེམས་ཡ། རྫུན་སྒྲོག་མཁན་ཇི་ལྟར་བར་གྱི་ཡོད་མ་རེད་དེ་ཁོ་གོ་ལོན་འདུག་ག་རེ་ཟེར་ན་འགྲོ་བ་རེ་དྲུག་ཚང་མ་མཐའ་མ་འཆི་དགོས་ཡ། འཆི་བ་མི་རྟག་པ་དང་ལས་རྒྱུ་འབྲས་ཤེས་པ་མི་ཞིག་དེ་ཚོ་དེ་རང་མོ་དེ་མཚོན་གི་ཡོད་རེད་བ་ཁོ་བརྗོད་བྱ་ལྟེ་བ་དེ་དེར་བ། ཨ་དེ་ནང་གི་ང་ཚོ་ལྷ་སྒྲོམ་ཡིན་ན་འདྲ་འདྲེ་སྒྲོམ་ཡིན་ན་འདྲ་དེ་ནང་ལོག་ལས་མི་གི་རིགས་ཀྱི་བསམ་གི་དཔལ་ཡོན་མང་པོ་ཞུ་ཅིག

དེ་གི་ཁོར་ཡུག་གི་རྒྱབ་ལྗོངས་ལ་ཧ་གོ་དགོས་ཀྱི་ཡོད་ཡིན་ཚེ་དེ་ཉིད་མདོར་བསྡུས་ཅིག་ཡག་ཡག་བྱས་ནས་ཤེས་པ་རེད་དེ་མ་ཤེས་ན་ཡང་འགྲིག་ཡོད་རེད་ངས་བཤད་རྒྱུ་བའི་དངོས་གནས་འདི་ས་ར་དེ་ནང་ལོག་ཡིག་བརྒྱ་བྱས་ནས་རི་རྒྱུད་ཆུ་རྒྱུད་ཆགས་སྡང་རྒྱུགས་སྡང་ཅུ་ག་ཐུབ་ཡོད་མེད་ཁྱོད་དེ་དང་འབྲེལ་ནས་ངས་དེ་ཚོ་ཤེས་དགོས་བསམ་པ་རེད།

ཧ་གོ་ཡབ་ཁ་བོ་ཆགས་རེད། ཧ་མི་གོ་བའི་ཁ་ལས་རྦད་དེ་ལོག་པར་གོ་ཡོང་འགྲོ་ཡ། ཉེན་ཁ་ཡོད་རེད་བ། ཁོ་རང་བརྗོད་ཀྱི་ལྟེ་བ་ཀྱི་ཚོགས་ཀྱི་ཤེས་དགོས་ཡོད་ན། མི་ལོ་ཚད་ཡོད་མཁན་དེ་ཤེས་དགོས་ཀྱི་རེད། ཉིན་དེའི་ནང་ལ་དེ་ཉིན་མོ་མཁར་སྐྱག་རྩིས་གཡུལ་འགྱེད་སྐོར་བལྟས་ཚུལ་ཞིག་ཡིན་པ་དེ་ཡིན་དུས་སྐོར་གཡུལ་འགྱེད་ཀྱི་བརྒྱུད་རིམ་དེ་ཤེས་རྒྱུ་གཙོ་བོ་ཡིན་ཙང་ངས་ལོ་ཚིགས་གང་རག་བ་དེ་རྩལ་དུ་བཏོན་ནས། ལོ་ཚིགས་དེ་ཚོ་དང་ངའི་ཟིན་བྲིས་འདྲ་བ་ཅིག་བབས་ནས། སྒྲོམ་གོང་དུ་ཞོག་ཞོག་ཅིག་ཁོ། གཅིག་དེ་ཡིན་ན་བློ་ཡུལ་འདེགས་འདུག་དེ་ལོ་ཚིགས་དེ་ད་ར་འདེགས་མི་འདུག་ཨ། ང་ཚོ་ནམ་རྒྱུན་དེ་ལྟར་མེད་ཡིན་ཙང་ངས་ཚུར་བབས་ནས།

ཨ་ནི་གཙོ་བོ་དེ་ཤེས་མི་ཤེས་བསམ་བསམ་ནས་ཆགས་རོགས། ཇི་ལྟར་དེ་འདྲའི་གི་རིགས་ལས་དེ་རྗེས་ཤེས་བྱེད་ཡག་གི་ལུགས་སྲོལ་དེ་ཤི་ཐང་ནས་མི་འདུག་ཡོད་མ་རེད། ལྷག་པར་དུ་དེང་སང་གི་སྤྱི་ཚོགས་ཀྱི་འགྲོ་སྟངས་དང་ཚན་རིག་དང་འདི་འདྲའི་སྤྱི་ཚོགས་འགྲོ་སྟངས་ཀྱི་ཡོ་རོབ་སློབ་ཚན་གཅིག་ནས་ཁོ་རང་ལྟེ་བ་དེ་ལས་ཐུགས་ཞབས་ཚ་པོ་བྱེད་དེ་ལས་ཁོ་བོའི་གི་རྒྱབ་ལྗོངས་དང་སྔུན་འགྲོ་གི་ཁྱ་ལག་མང་པོ་བྱོས་རོགས།

སྐད་ཆ་དེ་གའི་བློ་ཡུལ་མ་བདེ་བ་ཅིག་བརླག་འགྲོ་གི་རེད། ང་ཚོ་ནག་ནས་ཤེས་ཡ་དེ་ཨ་མཆོག་གི་གོ་བའི་བརྒྱུད་རམ་ནང་བཞིན་སེམས་ལ་ངེས་དགོས་ཡོད་པ། འདི་སྐྱེག་ལ་འོ་དེ་ག་ཚད་ག་ཚད་ཚེ་ང་གྲོགས་སུ་ཤེས་ཁ་བརྡ་ཚ་ཆི་ཆི་ཅིག་ལབ་འདི་བ་ཡིན་ན། ཁོ་དེ་ག་ཚད་ལབ་སུ་བསམ་འདི་བའི་རེང་ནས། དེ་གོང་ནས་ག་རེ་བཤད་ཡོད་མེད་དེ་ཁོ་ན་རེ་ཡིན་མར་འགྲོ་གི་རེད་བ་འདི་དེ་སྣང་ལ་མ་ངེས་པ་ཆགས། དེ་ས་འགྱུར། ཤེས་པའི་སྐབས་སུ་ཤེས་སྟངས་ཀྱི་ཆེད་རིག་པ་དེ་ཚོ་གི་མདོ་སུ་ལམ་སྟོན་བྱེད་ཀྱི་འདུག་བ་དེ་རེད་སྤྱི་བཏང་གི་པ་ཀི་སི་ཐན་དྲ་སྟེང་སོམ་རྒྱག་ཡོད་པ་ནང་ལོ་ནི་ངེད་ཀྱི་རང་བཙན་ཐོབ་པའི་སྐབས་ཀྱི་དེ་ཡིན་པ་རང་བཙན་ག་དུས་ཐོབ་ཡོད་མེད་ཧ་གོ་རོགས་ངེད་གོང་ལ་ཞུས་ཡོད་དེ་ནང་ཞུས་ཡོད་བསམ་སོང་ཨ་གཉིས་པ་དེ་བདུན་ཅུ་དོན་གཅིག་ལོ་འབངས་ལ་བདེ་ཞིག་དང་དེ་ཡིན་པ་ཨ་ནི་ཅེས་དེ་ཡང་ཚང་མ་གཅིག་ཞིབ་ཀྱི་ཕྲག་ལ་རག་ན་དགོས་རེད་དེ་ད་ལྟ་བདེ་གི་མི་འདུག་མ་གཏོགས་དེ་ད་ལས་སླ་བོ་ཞིག་རག་རེད།

འདྲ་མི་འདྲ་ད་ལྷ་སྟོབས་པོ་ཁྱེད་ཀྱི་ལག་པ་མང་པོ་ཡོང་གི་རྐང་པ་མང་པོ་ཡོང་གི་བྱི་བ་ལ་ཞོན་གིན་ཕག་ལ་ཞོན་གིན་ཟེར་དེ་འདྲ་ཡོད་རོ། དེ་འདྲའི་ད་ཡོད་ན་མེད་ན་མི་རང་ངོས་འཛིན་བྱེད་ན་མ་འདྲ་བའི་སྐད་མི་འདུག་ཡིན་ན་ཡང་དེ་ག་རེ་བྱེད་པ་རེད་ག་རེ་བྱེད་ནི་བྱེད་པ་རེད་དེ་འདྲོང་དུ་འདྲོང་གིན་ཅི་ཡོད་རོ། བརྗོད་བྱ་ལྟེ་བ་དེ་དེ་བ་ཡོད་རོ། འོ་དེ་ལྟ་དགོས་དེ་གལ་ཆེན་པོ་ཆགས་འདུག་ཟ་མཁན་ཞིག་དེ་ག་རེ་ཡིན་ཟེར་ན་ངས་སྐད་ཆ་བཤད་ཡ་སྔོན་མ་དེ་གི་མ་གསོབ་བཞག་ཡིན་པ། དྲ་གྲོགས་མང་པོ་བཅས་ཀྱི་ད་ལྟའི་ཕག་མོ་ཞེས་པ་སྦྱོང་མཁན་ཉིན་གསུམ་དང་ཉིན་ལོང་མ་རེད།

དེ་ཉིད་ལོག་རྙིང་པ་འདི་ཚང་མ་སོབ་དེ་ནས་བཟུང་སྟེ། འདི་བདག་རེ་རེ་གིས་བསུབ་པ་ཡིན་སྲིད། འདི་ནི་གཙོ་བོ་ཡིན་ན་ཡིན་ན་བདུན་ཕྲག་བདུན་ཕྲག་ལ་སོབ་བསྡིགས་འདུག། དེ་མ་སོབ་བ་ཡིན་ན་དེ་ཡོང་གི་མི་འདུག་ང་འདི་ཡིན་ན་མི་མང་པོ་ཁོས་ཤེས་འདི་མ་བཟོ་ཉལ་བསྡད་ཡོང་ཡིན་ན། སྐད་ཆ་རང་ཡོང་ཤེས་མཁན་དེ་གས་ཚུགས་ཁ་ཞེ་གི་མི་འདུག་ཁོ་ར་རྒྱག་དེ། ཁོ་ཚོ་གསོལ་འདེབས་གཙང་མ་བཟོས་ཀྱང་མེད་ན་ཡང་དེ་ཆད་པ་དལ་ཚིག་འདུག། འོ་དེ་བྱས་དུས་ངའི་བདག་རེ་རེ་རེད་འདུག་བདག་ཅེས་ཁས་ཉེས་ཤིག་བསྐུལ་གི་ཉིན་མོ་དེ་ལས་ང་གིས་དེ་སྔོན་དེ་ཚང་མ་གསོ་བགྱིས་པ་ཡིན་ཟེར་ནས་ཞུས་ཡོད། འོ་ནི་ཞེ་སྡང་གི་བདག་ཞི་བ་ཉིད་བསམ་ནས་དེ་རེ་འདེབས་མཁན་ཡིན་ན། ངའི། བརྗོད་བཞིན་བསྡམས་ནས་བཤད་བྱ་བ་ཕར་ཆེ་བ་དེ་སྒྲ་སྐྱོག་གི་འདུག་ང་ངའི་རིན་པའི་རིན་པའི་ཡག་ཡོ་ཁྲོག་ནས་བཞག་བསྡད་ཀྱི་ཡོད་ཨ་ཡོ་ཁྲོག་གྲ་ཁ་དེ་འདི་བཏང་བསྡད་པ་ཡིན་ན་ནི་དེ་ཁྱབ་བསྒྲགས་བྱེད་དེ་བས་བཟང་དུ་བྱས་བྱ་ས་རེད་བསམ་སོང་ནི་སྔོན་མ་ཁ་ཤས་ཀྱིས་ཕུལ་ཡོད་གང་ལྟར་ངའི་གི་ཡོ་ཁྲོག་ནང་ཕུལ་བ་ཡིན་ན་ངའི་འདི་ནང་བཤད་བྱ་བ་ཕར་ཆེ་བ་དེ་ད་ཆ་ངས་ཆུང་གི་འདྲ་བོ་དྲི་བ་ལ་ལན་འདེབས་འདྲ་བོ་དང།

ཡོད་འགྲོ་བ་གང་འདྲ་ཡག་པོ་རང་མི་འདུག་བསམ་སྲིད་དེ་ཡང་ངས་བཞག་བསྡད་ཀྱི་ཡོད། ད་ལྟ་སྲིད་ཏང་གི་མང་པོ་ཅིག་བཞག་ཡོད་ད་ཁ་ཤས་ཅིག་བཞག་ཡ་ལྷག་བསྡད་ཡོད་རེད་ངས་ག་ལེ་ག་ལེ་ཡག་བཞག་ཡོང་ནི་ཁྱེད་རྣམ་པས་མི་ཡོད་འཕྲོ་དེ་གཟིགས་ཤེས་གཟིགས་ཤེས་བྱེད་དང་འདི་ནང་ནས་ཉིན་མ་ཐོབ་ཐུབ་ཡིན་ན། གལ་ཆེན་པོ་མཐོང་བ་ཡིན་ན། ཡོད་འཕྲོ་ན་ཡག་བཞག་ཡོང་གི་རེད།